ཇོ་བོ་ཟེར་ཐོག་འདི་གང་འདུག་བྲོས་ཡོད་རེད། ཨ་ད་དེ་རིང་ང་ཚོ་ག་རེ་སློབ་ཚན་ག་རེ་བྲོས་ཡོད་ན་དཔེར་ན། ད་སློབ་ཚན་འདི། རྒྱན་ཚིག་ཆགས་འདུག་གོ་རེ་རྒྱན་ཚིག་ར་ག་ད་ག་ཡོད་ད་རྒྱ་ན་རྒྱན། ཚགས་ཀྱུ་ཚིག་ཚིག་རྒྱན་ཚིག་ལ་ཡོད་དོ། ད་འདི་རྒྱན་ཚིག་ལ་ཡོད་དེ་ཚིག་འདི་ག་འདྲ་ཅིག་རྒྱན་ཚིག་ལ་གོ་རེ་ལབ་ཡོད་ན།

བ། ཚིག་འདི་གི་རྣམ་འགྱུར་དེ་བྱེའུ་རྒྱབ་གཉིས་དང་འདི་ལ་ཡང་འགྲེལ་བཤད་རྒྱག་ཉིན་འདི་ལ་ཚིག་འདི་ལ་ག་འདྲ་བོ་ལབ་ན། ད་རྒྱན་ཚིག་དང་རྒྱན་ཚིག། དཔེར་ན་རྒྱན་ཚིག་ལབ་པའི་ནང་དུ་རྒྱན་ཆ་ལ་བོར་བ། མིག་གིས་གཟུགས་པོ་སྙིང་རྗེ་བོ་མཐོང་ཡ་དང་དུག་ལོག་སྙིང་རྗེ་བོ་གྱོན་བྱེད་ཨ་ནི་ཡག་པོ་མཐོང་ཡ་དེ་རྒྱན་ཆ་བཏགས་ཡོད་པས་ན་མི་དེ་ཨ་ནི་ཡག་པོ་ཅིག་ཡིན་ཚུལ་མཐོང་གི་རེད་དེ་ནང་བཞིན་ང་ཚོས་ཚིག་གི་རྒྱན་ཆ་བཏགས་པས་ན་ད་ནི་ཚིག་དཔེ་ཡག་པོ་ཚར་བ་བརྗོད་པ་ཡག་པོ་ཆགས་ཀྱི་རེད། ད་བརྗོད་པ་ཡག་པོ་ཚར་བ་ལ་རྒྱན་ཚིག་གོ་རྒྱན་ཚིག་དེ་དཔེར་ན་ཇེ་ཆུང་ཇེ་ཆུང་ད་ནམ་རྒྱུན་ན་ང་ཚོ་ཆུན་ཆུན་ལ་དེ་གོ་རེད་ད་ཆུན་ཆུན་ལ་གི་ཚབ་ལ

འཇམ་ཐིང་ཐིང། སྐད་བཅས་མེད་པ་སྐད་ཅིག་བཅས་མེད་པའི་དོན་ནི་འཇམ་ཐིང་ཐིང། མི་གཙང་བ་སྒལ་ཚིགས་རོ། ཉོབ་ཉོབ། ཉོབ་ཏོ། གཟུགས་པོ་ཉོབ་ཏོ་བྱ་དགོས་ན་ཉོབ་ཉོབ། དེ་རིང་ལས་ཀ་བྱེད་འདོད་པ་མི་འདུག་ང་ཉོབ་ཉོབ་ཞུ་འདུག་ན་ཉོབ་ཉོབ། སྟབས་སྟབས་ལམ་སྟབས་བདེའོ་ལམ་སེང་ལམ་སེང། སྟབས་བདེའོ་སྟབས་སྟབས། ཐང་ཐང་ལབ་པ་ནི་གཟུགས་པོ་ཐང་ཐང་ང་གཟུགས་པོ་ལ་ཡང་ན་ཚ་བཅས་མེད་པའི་དོན་ང་དེ་བོ་བདེ་རྒྱང་ཡིན་ཐང་ཐང་ཡིན། རོ། གཅིག་ཡ། ཁ་བདུག་ཡ། རེག་ཏི་ཐང་ཐང་སོགས་པའི་ཐང་ཐང་ལ་ཡ་དྲུག་ར། དུས་དུས་ས། དུས་དུས་མར་ད། དུས་དུས། མཚམས་མཚམས། རེད་བ། དོན་དག་རེད་མཚམས་མཚམས་ཀྱི་དོན་དག་དུས་དུས། དུར་དུར་ལ་ལ། ད། དྲག་པོ་དེ་ཨ་ནི་མང་པོ་ཞིག་ཞུར་བྱ་བས་ན་དུར་དུར་བྱ་རུ་ར་དུར་དུར། ན་ཐིང་ཐིང་ཟེར་ན་མགོ་ན་བོ་ཞེ་དྲག་མེད་པ་དེ་གྲོགས་མགོ་ན་བོ་ཞེ་དྲག་མེད་པ་བྱས་ནས་ན་ཐིང་ཐིང་ཟེར་ལས་བྱུང་ན་ཐིང་ཐིང། དེ་ནི་ཨ་དེ་ལགས་སོགས་མང་པོ་ཡོད་རེད་ད་དེ་ཚང་མ་གྱེན་ཚིག་ད་ང་ཚོ་གྱེན་ཚིག་དེ་ད་དེ་འདིར་བ་དབུ་མེད་ནང་གཙོ་བོ་བྱ་བའི་རྣམ་འགྱུར་རམ་ཚུར་ལ་འགྲེལ་བརྗོད་བྱེད་མཁན་གྱི་ཚིག་དེ་ལ་གྱེན་ཚིག་ཟེར་དཔེར་ན་ཇེ་ཆུང་ཇེ་ཆུང་ཆིལ་ཆིལ་ཁ་ཁ་གོར་གོར་སྔོན་སྔོན་སྔོན་ལ་འཇམ་ཐིང་ཐིང་ཉོབ་ཉོབ་རྟབ་རྟབ་ཐང་ཐང་དུས་དུས། དུར་དུར། ནག་ཐིང་ཐིང་ལ་སོགས་ས་དེའི་མ་དབུ་མའི་ནང་ཕྱིར་རོ། ད་གིན་ཚིག་འདི་ཚོ་ཡང་ཇོ་བོའི་ནང་བཀོལ་སྤྱོད་བྱེད་འོང་བའི་སྐབས་སུ་གདའ། ཇོ་བོའི་ནང་ལ་ལེ་ཚོ་ང་ཚོ་ཁ་ཚང་ཇོ་བོ་བྱང་ཚར་བ། ཚིག་གྲུབ་ལོད་རོ། ད་ཚིག་གྲུབ་ནང་ལོད་ལ་བཀོལ་སྟངས་ལ་ན་བེད་སྤྱོད་བྱེད་པ་ཡིན་ན་ག་འདྲ་ཞིག་ཡིན་པས་ཟེར་ན། ད་ང་ཚོ་འདི་འདྲ་ཞིག་བྱས་ཏེ། ད་ལྟའི་དུས་སུ་ཚོང་འདུས་དེ་ཆུང་བ་དུས་དེ་ན་ཡོད་དུས་རབས་རིམ་དགུ་དེ་ནས་བྲལ་ཡོད་རེད་བ། ད་ང་ཚོས་ཐུགས་མངའ་དེ་དང་པོ་ངོས་ནས་ངོ་སྤྲོད་བྱེད་པ་ན། ཟླ་བའི་དབྱིབས་དེ་ཟེར་ང་རང་ནམ་མཁའི་ཟླ་བ། ནམ་མཁའི་ཟླ་བའི་གི་དབྱིབས་ལ་བཟོ་ལྟ་དེ་ཇེ་ཆུང་ཇེ་ཆུང་འགྲོ་གི་འདུག་ཆུང་འགྲོ་ཆུང་འགྲོ་གི་འདུག་ཟེར་བ་ན་ཇེ་ཆུང་ཇེ་ཆུང་འགྲོ་གི་འདུག་དེ་ཇེ་ཆུང་ཇེ་ཆུང་དེ་ནི་རྒྱན་ཚིག་ཟེར་བ། ད་སུས་ཆུང་བ་འགྲོ་གི་ཡོད་རེད་ལབ་ན།

རྐྱེན་འདི་ལ་བརྟེན་ནས་ནི་ས་ཕྱོགས་གང་སར་ས་ཆ་ཚང་མ་ག་བ་ག་ས་ལ་འཇམ་ཐིང་ཐིང་འདུག། ཕྱིར་ལོག་དོན་ཆོ་ཡི་མེ་སྒྱོགས་ཀྱི་བཀའ་རྒྱ་བརྗོད་རོ། ཚང་མ་འཇམ་ཐིང་ཐིང་སོ་སོའི་ནང་བཞུགས་བསྡད་ཟེར་རོ། དེ་དག་འཇམ་ཐིང་ཐིང་འདུག་འཇམ་ཐིང་ཐིང་འདི་ག་རེ། ཏོག་དབྱིབས་ན་ཚ་དེ་གི་རྐྱེན་པས་ནི་ས་ཆ་ཚང་མ་ལ་ཡ་འཇམ་ཐིང་ཐིང་རེད་ཤག། ད་དེ་མ་འཇམ་ཐིང་ཐིང་འདི་རྒྱན་ཚིག་ལ། ད་དེ་ང་ཚོ་འདི་འདི་ལྟ། དབུ་མའི་ནང་ལ་བྱ་ངན་དུ་ཡོད་ཚོ་ཡང་དབུ་མའི་ནང་འདུག་ཟེར་ཡ་དོ་ཡིན་ཚིག་རྣམས་བརྗོད་པའི་སྐོར་ལྟ་ན་ད་དེའི་ཟླ་བའི་དབྱིབས་ནི་ཇེ་ཆུང་ཇེ་ཆུང་འགྲོ་གི་ཡོད། འགྲོ་གི་འདུག་གོང་ད་སྔ་དྲོའི་དུས་སུ་ཉི་འོད་རྒྱ་མཚོ་འཕྲོ་སྐབས་རྦ་རླབས་རྣམས་འོད་ཤུལ་འཛིན་བྱེད་ཀྱི་འདུག་བོད་སྐད་དང་ཨིན་སྐད་ཁ་ཁ་རེད་ད་འགྲེལ་བཤད་དེ་ཅུང་ཙིག་ངས་འདི་ལྟ། ས་ཡི་གོ་ལའི་དབྱིབས་ནི་གོར་གོར་རེད་ད་དེ་དམར་རྟགས་རྒྱག་རྒྱུ་ཚང་མ་ག་རེ་རྒྱན་ཚིག་རེད། ཏོག་དབྱིབས་ནད་ཡམས་རྐྱེན་པས་ས་ཕྱོགས་གང་སར་འཇམ་ཐིང་ཐིང་འདུག་ས་སྟེང་མ་དམར་བོ་དེ་ཆ་ཚང་ག་རེ་རེད་ལབ་ཡོད་ན་ཨ་ནི་ང་ཚོ་གིས་ག་རེ། རྒྱན་ཚིག་བྱ་འོང་རྒྱན་ཚིག་དེ་ཚང་བརྗོད་པ་རྣམས་བེད་སྤྱོད་ང་རང་ཚོ་ཚིག་གྲུབ་གསོལ་བའི་སྐབས་སུ་རྒྱན་ཚིག་བྱ་ཚིག་མིང་ཚིག་ཚང་མ་བེད་སྤྱོད་བཏང་དགོས་ཀྱི་ཡོད་དེ་ཚང་ང་ཚོས་འདི་བེད་སྤྱོད་བཏང་ཡ་ད་ལྟ་བེད་སྤྱོད་གང་མང་མང་བཏང་ཡ་མེད་ན་སོ་ཨ་ནི་ད་འདི་བྱེད་ལ་རྩོམ་ཐུང་རེད་ད་ང་ཚོ་འཇོ་སྦིས་ཀྱི་ལ་རྩེ་ཧ་ལམ་ད་རྩོམ་པོ་གྲོ་ཆུ་རེད་ད་འདི་ནས་རྩོམ་བྲིས་སྟངས་འདི། རྩོམ་ཐུང་རྩོམ་ཆུང་དོན་གྱི་ཐུང་ཐུང་བྲིས་སྟངས་འདིར་གདའ། རྩོམ་ཐུང་ལ་དུས་ག་འདྲ་ཞིག་ལངས་བ་རེད་ལབ་པ་ན། ར་རྩ་རྡ་རྩ་ནར་རྩོམ་ན་རྩོམ་མཐའ་ཞིམ་པོ་ཐུང་བ་ཐུང་རྩོམ་ཐུང་ཟེར་དུས་རྩོམ་རིང་པོ་མེད་པ་ཆུ་ཐུང་ཐུང། བརྗོད་གཞི་གང་རུང་ཞིག་ལ་གནད་དོན་མང་པོ་དང་གཏིང་ཟབ་པོ་འགྲེལ་བརྗོད་མེད་པ་ཟེར་བ་བརྗོད་གཞི་ག་འདྲའི་ཞིག་བདམས་ན་ཁྱེད་རང་འབྲི་གོ་རུ། བརྗོད་གཞི་ག་འདྲ་ཞིག་ཡོད་ན་ཡང་འདི་ཡང་གནད་དོན་འདིའི་ནང་ལོགས་ལ་ཡང་དོན་དག་གནད་དོན་དོན་དག་འདི་མང་པོ་མེད་པ་དང།

དེ་དང་སྐྱབས་ལ་ཡོང་གི་རེད་ད། ད་ལྟ་དེ་རྣམས་ལོགས་ལ་ཡང་བརྗོད་གཞི་ག་ཚོད་རེད་ན་གསུམ་ཡོད་རེད། བརྗོད་གཞི་གསུམ་དེ་ག་རེད། ངའི་ཁྱིམ་ཚང་སྐོར་གཅིག་བཅས་སོ་སོའི་ཁྱིམ་ཚང་གི་སྐོར། ལབ་རྡོའི་ནང་ལོགས་ལ་ཁྱིམ་ཚང་ཡོད་རེད་བ། དེ་སོ་སོའི་ཁྱིམ་ཚང་སྐོར་གཅིག་བཅས་བྱས། ཁྱིམ་ཚང་མང་པོ་ཡོད་པ་ན་སོ་སོའི་ཁྱིམ་ཚང་སྐོར་གཅིག་བྱས། དེ་ནས་སོ་སོའི་ནང་མི་སྐོར་ལ་བཅས་བྱས། དེ་ནས་ངའི་གྲོགས་པོའམ་གྲོགས་མོ་སྐོར་ད་གལ་སྲིད་བུ་ཡོད་ན་ནི་ངའི་གྲོགས་པོ་སྐོར་བྲི་གི་རེད་བ། ནི་བུ་མོ་ཡིན་ན་ནི་ངའི་གྲོགས་མོ་སྐོར་བསྒྲིགས་རོགས་དེ་དང་དེ་གྲོགས་པོ་འམ་གྲོགས་མོ་ལ་མཇལ་ཏེ་རྒྱུ་མཚན་ག་རེ་ལས་ན་བུ་ཡིན་ན་གྲོགས་པོ་བྲལ་ཆེད་བུ་མོ་ཡིན་ན་གྲོགས་མོ་བྲལ་ཆེད་ད་འདི་གསུམ་ནང་ནས་ག་རེ་བདམས་ནས་བསྡུས་སྐོར་འདི་མན་པའི་ཡར་བརྒྱུད་བཞི་སོ་སོ་ངོས་ནས་ག་རེ་བདམས་ན་བསྡུས་སྐོར་ད་གཅིག་བདམས་ནས་ཨ་ནི་རྩོམ་མཐུན་མཐུན་ཉུལ་ཉུལ་དོན་དག་ཡོད་པ་རེ་བ་སོ་སོ་བསམ་བློ་བཏང་བྲིས་ཡ་དེ་དཔེ་གལ་ཆེན་པོ་རེད་དོ། ད་ངས་འདི་ནང་ནོར་ལ་ཡ།

ངག་དབང་བཀྲ་ཤིས་ཡིན་གདོང་ཚོད་ཆེན་རེད་རེད་བ་ཐང་ངག་དབང་བཀྲ་ཤིས་ཀྱིས་ག་རེ་བྲིས་ཡོད་རེད་ལབ་པའི་ན་རྩོམ་དེ་ངའི་ཁྱིམ་ཚང་སྐོར་ལ་བྲིས་ཡོད་ད་ད་ཡག་པོ་སེ་ཡང་ག་འདྲའི་བྲིས་ཆོག་ཁོས་རེད་བ། ངའི་ཁྱིམ་ཚང་སྐོར་བྲིས་ཡོད་རེད་བ་ངའི་ཁྱིམ་ཚང་སྐོར་བྲིས་འདུག་བསམ་པ་ལགས་འདིའི་ནང་ལོགས་ལ་ཡང་ག་རེ་ཐང་གུག་འདུག་མང་པོ་ཞུ་ཞིག་བྲིས་དགོས་ཀ་ཡོད་མ་རེད་རེད་བ་འདི་ནང་ལོགས་ལ་ཡང་གནད་དོན་གལ་ཆེ་ཆེ་འདི་ཚོ་མ་ཟིན་དོན་ཆེ།

ངའི་ཁྱིམ་ཚང་གི་མིང་ལ་ད་ལྟ་ཁྱིམ་ཚང་ཁོ་ར་རེ་རེ་ལ་ཁྱིམ་ཚང་རེ་རེ་ལ་མིང་རེ་རེ་ཡོད་རེད་བ། དེ་ཚང་ངའི་ཁྱིམ་ཚང་གི་མིང་ལ་ག་རེ་ཡིན་ལ་བས་ན། ང་རང་གི་ཁྱིམ་ཚང་མིང་ལ་ད་དུང་ང་འོང་འདྲ་ཞིག་གི་ཁྱིམ་ཚང་གི་མིང་ལ་འཇམ་དབྱངས་རྟག་བརྟན་གླིང་ལབ་ཡོད་རེད། ད་ཁོ་ར་ཁྱིམ་ཚང་མིང་རེ་ཁྱིམ་ཚང་རེ་རེ་ལ་མིང་རེ་རེ་ཡོད་རེད་བ། དེ་ཚང་འདིའི་ཁྱིམ་འདི་མིང་ལ་ཡ་ཁོའི་ཁྱིམ་ཚང་འདིའི་མིང་ལ་ག་རེ་ལོག་ལ་འཇམ་དབྱངས་རྟག་བརྟན་གླིང་ལབ་དགོས་རེད། དེ་ནི། སློབ་གྲྭའི་རྐྱང་པའི་ལས་ཤག་གི་གཉེར་བ། འཇམ་དབྱངས་རྟག་བརྟན་གླིང་ཁྱིམ་ཚང་དུ་ག་བ་ཡོད་རེད་ལབ་པའི་ན། ང་རང་ཚོ་སློབ་གྲྭའི་ལས་བྱེད་ཀྱི་ལས་ཤག་གི་ཉེ་འགྲམ་དེ་རྐྱང་པའི་ལས་ཤག་རེད་བ། ནང་མིའི་ལས་ཤག་མེད་པ་བཅས་རྐྱང་པའི་ལས་ཤག་གི་འགྲམ་ཉེ་འགྲམ་ལ་ཡོད་རེད། ད་རྣམ་པ་ཚོ་ཚུགས་དེ་སྲིང་ཅོ་འདིར་བོད་ཁྱིམ་སློབ་གྲྭ་དེ་ཁྱིམ་ཚང་དེ་འགྲོ་དགོས་ཡོད་ན། ཨ་ནི་འདི་ལ་དུ་ལྟ་གི་ལྟ་གི་ཕྱིན་པས་ན་ཧ་རམ། འདི་ཁྱིམ་ཚང་ར་ཡ་ཉེ་ག་ཉེ་ཡ་ཉེ་ག་འདུག་བ། ད་དུ་འུ་ཚོ་དང་རྐྱང་པའི་ལས་ཤར་གྲམ་དུ་ཡོད་རེད་ཟེར་རེད་བ། ང་ཚོའི་ཁྱིམ་ཚང་སྟེང་ཐོག་གཉིས་པ་ཡིན། ད་ཡང་ཁྱིམ་ཚང་ལམ་སླེབས་ཚར་བའི་རྗེས་ལ་ཡང་ཁྱིམ་ཚང་ག་བ་ནས་ཁྱིམ་ཚང་ག་བ་ལ་ཡོད་རེད་ལབ་ནས་སྐད་ཆ་དྲིས་མ་དགོས་ཐ་ན་ང་ཚོའི་ཁྱིམ་ཚང་དེ་རྐྱང་པའི་ལས་ཤར་གྲམ་དུ་ཡོད། ད་ནང་བཞིན་གྱི་ག་བ་ལ་ཡོད་རེད་ན་སྟེང་ཐོག་གཉིས་པ་རེད། སྟེང་ཐོག་གསུམ་ཡོད་རེད་བ། སྟེང་ཐོག་གཉིས་པ་རེད་ཟེར་རེད་བ། ང་ཚོའི་ཁྱིམ་ཚང་སྟེང་ལ་ཁྱིམ་ཚང་ངེད་ཀྱི་ང་ཚོའི་ཁྱིམ་ཚང་གི་གང་ལ་ཁྱིམ་ཚང་བཅུ་གཅིག་དང། རྒྱབ་ལ་ཁྱིམ་བཟའ་དགུ་བ་ཁྱིམ་བཟའ་བཅུ་བ་ཡོད། ངའི་ཁྱིམ་ཚང་ཨམ་ལ་མཚན་ལ་སྟག་གི་ཁོ་རང་གི་ཁྱིམ་ཚང། ངོ་འདྲ་ཞིག་གི་ཁྱིམ་ཚང་རེད་བ་འདི་གི་ཨམ་ལ་མཚན་ལ་ཨམ་ལག་མཚན་ལ་སོ་ནམ་ཆུ་སྐྱིད་ལགས་ཨམ་ལག་མཚན་ལ་སོ་ནམ་ཆུ་སྐྱིད་ལགས་ཡོད་རེད། ད་ཨམ་ལག་འདི་མཚན་འབོད་པས་ན་ཨ་ནི་ཁྱིམ་ཚང་རག་རུ་རོ། ཨམ་ལག་དང་ག་འདྲས་ཀྱི་ཡོད་རེད་ལབ་བས་ན་ཨམ་ལག་དེ་ཨམ་ལག་པས་མི་སེར་གི་མེ་ཏོག་ཧ་ཅང་དགའ་བོ་ཡོད་འདོད་བ།

ཁྱིམ་ཚང་དེའི་བསླབ་བྱ་འདིའི་ནང་ལོགས་ལ་ཁྱིམ་ཚང་ཁག་འདི་ང་རང་གི་ས་ཆ་སྐྱིབས་ཤོག་དེ་ཆགས་སྡོད་ཀྱི་ཡོད་རེད། དེས་ན་འདི་འདྲའི་རུ་ཆུང་ཐུང་ཐུང་ཞིག་བྲིས་པ་ཡིན་ན་འདི་ནང་ལོགས་ལས་ཧ་ལམ་ཆགས་སྟངས་དེ་ཡོད་བསྡད་པ་ཡིན་འདུག་དེ་ལྟ་འདི་འབྲི་ངེས་ཚོད་ལས་ངག་དབང་བཀྲ་ཤིས་ཀྱིས་ཉིས་སྟོང་ཉི་ཤུ་ཀྱི་སྤྱི་ཟླ་བཞི་བའི་གི་སྟེ་རིང་སྟག་སུམ་ཉིན་མོ་དེ་ལ་ཡ་ནི་ངག་དབང་བཀྲ་ཤིས་ཀྱིས་བྲིས་རེད་འདུག་ཟེར་ནས་འདུག་བྲིས་པ་ཡིན་ན་འདི་འདྲའི་ཆུང་ཆུང་འདི་འདྲའི་ཐུང་ཐུང་ཐུང་ཐུང་འདི་འདྲ་བྲིས་ཐུབ་པ་ཡིན་ན་ཨ་ནི་ག་ལེ་ག་ལེ་ཡ་རིང་རིང་བཏང་ཡོད་རོ་འོ་འདུག་ཟེར་ད་འདི་ང་རང་ཚོ་དེ་ལྟ་དབུ་མའི་ཐོག་ནས་དབུ་མའི་ཐོག་ཏུ་བརྩི་བ་ནི་འདི་འདྲ་ཡོད་རེད། ཁྱིམ་ཚང་སྐོར་དུ་ཅོ་འདྲི་བོད་གཞུང་སློབ་གྲྭའི་ནང་ཁྱིམ་ཚང་ཉི་ཤུ་ཡོད། ང་ནི་ཁྱིམ་ཚང་བཅུ་གཉིས་ཡིན། ངའི་ཁྱིམ་ཚང་གི་མིང་ལ་འཇམ་དབྱངས་རྟག་བརྟན་གླིང་ཟེར་གྱི་ཡོད། དེ་ནི་སློབ་གྲྭའི་རྐྱང་པའི་ལས་ཤག་གི་ཉེ་འགྲམ་དུ་ཡོད། ང་ཚོའི་ཁྱིམ་ཚང་སྟེང་ཐོག་གཉིས་པ་ལ་ཡོད། ང་ཚོའི་ཁྱིམ་ཚང་སྟེང་ལ་ཁྱིམ་ཚང་བཅུ་གཅིག་དང། རྒྱབ་ཕྱོགས་སུ་ཁྱིམ་ཚང་དགུ་པ་དང་ཁྱིམ་ཚང་བཅུ་པ་ཡོད། ངའི་ཁྱིམ་ཚང་ཨ་མ་ལགས་མཚན་ལ་བསོད་ནམས་ཆོས་སྐྱིད་ལགས་ཟེར་ཨ་མ་ལགས་མེ་ཏོག་ལ་ཧ་ཅང་དགའ་པོ་ཡོད། ང་ཚོ་ཁྱིམ་ཚང་ལ་བུ་བཅུ་དགུ་དང་བུ་མོ་བཅོ་བརྒྱད་བཅས་ཁྱོན་སློབ་ཕྲུག་སུམ་ཅུ་སོ་བདུན་ཡོད། ཨ་མ་ལགས་གཙང་སྦྲ་དོད་པོ་ཡོད་མ་ཚད་ཁྱིམ་ཚང་ཡང་ཧ་ཅང་གཙང་མ་ཡོད།